བོད་རིགས་ཡོངས་ལ་ཡང་འཚམས་འདྲི་ཞུ་ད་ད་རིང་ངས་དེ་ཡང་གནས་ཚུལ་གཅིག་ཐོག་ལ་ཡོད་ད་བདེན་པ་ར་སྤྲོད་སོ་རེ་ཅིག་བྱས་ཡིན་ད་འདི་ག་རེད་ལ་ན་ད་རང་བཞུགས་ཁས་ང་གཉིད་སད་པ་དང་ང་ལ་གཅིག་གིས་ཤུ་གུ་གཅིག་བཏང་ལས་སོ་ད་འདི་ཤུ་གུ་འདི་གཙོ་བོ་འདི་ཤུ་གུ་རྐང་གཅིག་རང་གཅིག་གང་ལ་ཡག་ཨ་ནི། བཀའ་ལན་ཁྲི་ཟུར་རིན་པོ་ཆེ་བྱས་དེ་ནས་སྐུ་ངོ་སྲིད་ཟུར་རེད་ཨ་ནས་སྐུ་ངོ་སྐལ་རྡོར་ལགས་བྱས་དེ་ནས་ད་ལྟའི་ལས་ཐོག་སྲིད་སྐྱོང་ཁོ་ན་ཚོའི་སྐུ་པར་ཡོད་དེ་བ་ཅི་བྱས་ཨ་ནས་ཡི་གེ་ཁ་ཤོག་འདི་མཚན་བྱང་འདི་ལ་ཡག་ད་ཉིས་སྟོང་གཅིག་ལོ་ནས་བྱས་ནས་ཉིས་སྟོང་ཉིས་སེ་ལྔ་བར་དུ་འདས་པའི་ལོ་ཉིས་སེ་ལྔ་སེར་འགའ་ལ་ཡག་ཨ་ནས་དབུས་བོད་མི་སྒྲིག་འཛུགས་ལ་ཡག་ཨ་མི་རི་ཀ་ནས་ད་རུང་དངུལ་ག་ཚོད་རག་གི་ཡོད་མེད་འདི་འདྲས་ཀྱི་ཁོ་ཚོའི་རེའུ་མིག་ཅིག་བཟོས་ཤག་ད་འདི་ཆགས་སྡོད་ཅིག་བཟོས་ཤག་ད་འདི་འདྲས་བཀྲམས་ཤག

ཡར་བླུགས་པ་ཡིན་ནས་ཁོ་མ་སྟོན་ཡས་ཡོད་རྒྱུ་ཅི་རེད་ཁོ་ག་རེ་བཟོས་བཟོས་བཟོ་རུ་ཅི་རེད་རེད་བ། སོ་སོ་ག་འདྲས་ཀྱི་གོ་ཡོད་ནས་དེ་འདྲས་ཀྱི་བཟོས་ཡོད་མགོ་རེད་བྱས་ཙང། ད་དེ་ལྟད་མོ་ཞུ་འོས་རེད་རྣམ་པ་ཚོ་གཟུགས་དེ་ལ། འདྲེ་ར་དེ་གི་གཟུགས་དེ་ལ་བཏགས་པ་ཡིན་ན་མཆན་རྒྱབ་སྟངས་དེ་ཁོ་རང་རྦད་ཁོ་རང་ཅེར་བྱེད་པོ་ཅིག་ཅི་ད་རྦད་ཕྱོགས་རིས་ཞུ་བཟོས་བཞག་འདུག་ཁོང་ཚོས། དེ་ན་ལ་བྲིས་ཡོང་དུས་ཙམ་པ་ལ་ཉིས་སྟོང་གཅིག་ནས་བཅུ་དགུ་པ། གཅིག་ནས་བཅུ་བར་དུ་སློབ་དཔོན་ཟམ་གདོང་རིན་པོ་ཆེས་ཡང་བཀའ་བློན་ཁྲི་པ་གནང་བའི་སྐབས་ལ་ཨ་མི་རི་ཀ་ནས་རོང་དངུལ་ཨན་མི་ལན་ལྔ་དང་ཆ་ག་རག་ཡོད་རེད་བྲིས་ཡོད་རེད་ཨ་འདི་ག་ལ་སྐབས་དེ་དུས་རོང་དངུལ་ཆུན་ཆུན་རེད་ཤག་ལབ་ནས་ད Minimal རེད་ག་རེད་ཚིག་གཅིག་བྲིས་ཤག་འོ་དེ་འདྲའི་འགྲོ་ཅིག་དེ་འདྲའི་ཅིག་རག་གི་ཡོད་མ་རེད་དེ་ནས་ད་ཉིས་སྟོང་བཅུ་གཅིག་ནས་ཉི་ཤུ་བར་དུ་ད་སི་སུ་དང་སྐལ་རྡོར་ལགས་སྐབས་ལ་ཡང་ཨ་ནི་བེད་ཁོ་རང་མི་ལན་བཅུ་གཉིས་དང་ཆ་ག་རག་ཡོད་རེད་ཨ་ནི་འདི་ག་ལ། ད་འདི་དཔེ་རིས་ལ་ནི་ཐ་སྙད་བེད་སྤྱོད་སྟངས་དང་དུ་ཚིག་པའི་ཚད་མཐོན་པོ་ཞིབ་བྱས་ཨ་ནི་འདི་ག་ལ་རུང་ངུས་དུ་འཛུལ་ད་བརྟན་པོ་འགྲུབ་ཅེས་ཞིབ་ཅིག་རེས་ལབ་བྱས་འདི་འདྲའི་འགྲེལ་བཤད་བརྒྱབ་འདུག་ཨ་འདི་ནི་མཐའ་མ་འདི་ལ་ཡ་ད་འདི་ལས་ལྡོག་སྲིད་སྐྱོང་ག་ལ་ཡ་ཨ་ནི། གྲོ་ལ་མི་ལེན་བཅུ་བདུན་ཅིག་ཨ་ནི་རུང་ངུས་གར་ས་རོགས་སྐྱོར་ཐོབ་ཡས་ཀྱི་ཨ་ནི། བཀའ་གྲོས་ཐོབ་པ་ཆེད་ཡིན་པ་ནི་ད་ད་ད། མི་ལེན་དྲུག་དང་ཚ་བརྒྱད six point eight མི་ལེན་འདི་ཚུར་བསྐྱར་གསོ་ཐུབ་པ་བྱུང་ཡོད་རེད་ཨ་ནི་སྤྱི་ཡོངས་ནས་མ་རོ་ངའི་ཞི་བ་ཅིག་མ་ཟག་ཡོད་རབས Downfall ཆགས་ཡོད་རེད་ལ་འདི་འདྲའི་གི་ཚིག་ཁོ་རང་ནས་དེ་འདྲའི་བེད་སྤྱོད་བཏང་འདུག་ཨ་ད་དེའི་ཁ་ལོ་གོ་ད་ཕྱོགས་སུ་ལྷུང་བའི་གི་ཚིག་དེ་འདྲའི་བེད་སྤྱོད་བཏང་ཤག་ད་ག་ཡིན་ནི་མིན་ངས་ད་ག་རང་ག་ལ་འདྲེ་དྲ་འདི་ག་ལ་ཞེས་བྱ་ཅིག་ངའི་རྣམ་པ་ཚོ་ལ་ག་རི་ད་རི་རབ་དྲ་ག་རི་བཏང་གོ་འདུག་ཟེར་ན་འདྲ་འདིའི་ཤུ་གུ་འདི་ག་ལ་ཁོ་རང་ཚོའི་སྐལ་རྡོ་ལ་རྒྱབ་སྐྱོར་ཞུ་ངེས་གི་ཤུ་གུ་དེས་འདྲེ་དྲ་འདི་འདྲའི་བཟོས་བཞག་པ་དེ་དང་ཁོ་རང་ཚོའི་རྒྱབ་སྐྱོར་བྱེད་ས་ཨ་ནི་སྐལ་རྡོ་ལགས་གི་བཀའ་མོལ་གསུང་བཞག་རྒྱུ་འདི་ངེད་གཉིས་པ་ར་ལ་ཡ་གནས་ཚུལ་ཏག་ཏག་མེད་པ་གར་འདུག་དེ་ཅིག་མ་ཅིག་ཞུས་ཨ་འདི་ནས། ཁ་སེང་འདུག་ཨ་ལ་ད་ལྟ་ངས་དེ་ཞུས་བྱ་ཡོད་ད་ལྟ་བོད་མི་སྒྲིག་འཛུགས་ཀྱི་ཡར་འདས་པའི་ལོ་ཉི་ཤུ་གི་ཨ་སྤྱི་ཡོངས་ཀྱི་བོད་མི་སྒྲིག་འཛུགས་ཀྱི་ཨ་དཔལ་འབྱོར་གནས་བབ་སྙན་ཐོ་ཅིག་བཏོན་ཡོད་རེད་འདི་ལ་ལྟོས་བྱས་ན་ཨ་ནི་གནས་ཚུལ་ཕར་ཚུར་ག་བ་ག་བ་ཏག་ཏག་བསྡད་ཀྱི་འདུག་བསྡད་ཀྱི་མི་འདུག་འདི་རབ་བསྒྲགས་གཏང་ཡས་ཅིག་ཡིན་ད་དང་པོ་དེ་ཁོ་ཚོའི་ཤུགས་ཀུ་དེ་ལ་ལྟ་ཡོང་དུས་ཙམ་པ་ག་ཡོད་རེད་ལ་ན།

འགྲོ་ལ་གཉིས་ཀྱིས་མི་ལེན་གཉིས་ཀྱིས་འདུག་གསུངས་ཞུ་ན་འདི་སྤྱི་ཚོགས་ནང་ལ་ད་འདི་ག་འདྲའི་འགྲོ་རྒྱུའི་འགྲོ་ས་རེད་བཀའ་མོལ་གྱི་འདུག་ཅེས་བློས་བཞག་རེད་ད་འདི་ལ་ཡ་ལན་འགྲོ་ག་འདྲའི་ཞིག་འདུག་ཅེས་འདུག་གསུངས་ནས་བཞག་སོང་ཡིན་པས་ནི་འདིའི་རྗེས་ལ་ཉིན་ཤས་རྗེས་ལ་ཕལ་ཆེན་ངེད་ཀྱི་བརྙན་ཐུང་བརྒྱུད་བཟོ་ཡས་བྱུང་ད་འདི་འགྲོ་ལ་མི་ལེན་གཉིས་རྩ་བ་གཉིས་ནས་རྒྱུ་མཚན་རིག་པ་ཁུངས་ལུང་ག་བ་བལྟས་པ་ནི་འདི་རིག་པས་འགྲུབ་ཐུག་འདུག་གཉིས་འཚལ་ས་མ་རེད་ཅེས་ངས་བཀའ་མོལ་དུས་དུས་འགྲེལ་བཤད་མང་པོ་ཞིག་ཞུས་ཡིན་སྐབས་དུས་དུས་ཙམ་པ་ལ་ཡང་ནི་སྤྱི་ཡོངས་ནས། བོད་མི་སྒྲིག་འཛུགས་ཀྱི་དང་ཆོས་དང་ཆབ་སྲིད་དང་དཔལ་འབྱོར་གང་གི་ཆ་ནས་བདུན་ཅུ་བརྒྱད་ཅུ་དགུ་བཅུའི་ནང་དུ་ཡང་ཡར་རྒྱས་རིམ་པས་ཕྱིན་བསྡད་ཡོད་རེད་ས་ནི་ཨ་རིའི་རླུང་འཕྲིན་འདི་ཚོའི་སྐབས་དེ་དུས་ནས་ཡོད་བསྡད་པ་དང PRM སྒང་ལ་ཡང Human Rights and Democracy མིང་ཐོག་ནས་དངུལ་རག་གི་ཡོད་བ་དང་ལྷག་པར་དུ་གོང་ས་སྐྱབས་མགོན་ཆེན་པོ་མཆོག་ཞི་བདེ་གཟེངས་རྟགས་བཞེས་པའི་རྗེས་ལ་ཡང་ང་ཚོ་ཆོས་དང་ཆབ་སྲིད་དཔལ་འབྱོར་གང་གི་ཕྱོགས་ནས་ཡར་རྒྱས་འགྲོ་བསྡད་པའི་གནས་སྟངས་དེ་འདྲའི་རྒྱུ་མཚན་མང་པོ་ཞིག་ཞུ་ཡིན།

ས་ཡ་དྲུག་དང་ཚགས་བརྒྱད་ཅིག་ཨ་ནི་བསྐྱར་གསོ་ཐུབ་རེད་ལ་ཞེས་ཁོང་ཚོས་དེ་འདི་བྲིས་ཡོད་རེད་དེ། Revive། བྱས་པ་ཞིག་བྲིས་ཡོད་རེད་བ་གཟིགས་སྐྱོར་བྱས་ཡོད་རེད། ཡིན་མ་ཡིན་ན་སྐལ་རྡོར་ལགས་ཀྱིས་དེ་ད་ལྟ་ཡང་ཁས་ལེན་གྱི་ཡོད་མ་རེད། སྐལ་རྡོར་ལགས་དེ་སྔ་མ་འཇུ་འདྲི་ལ་ལས་གསུངས་བཞུགས་སོ། ད་དེ་བསྐྱར་གསོ་ལ་ཡོད་དེ་ངས་འདུག་ས་ན་འདི་ད་ལྟ་དངུལ་རག་པ་ལ་རག་མི་འདུག་ད་ལ་ཞེས་མ་འཇུ་འདྲི་ལ་ལས་གསུངས། དེ་མ་ཡིན་པ་ད་ཕལ་ཆེར Toronto ལ་སོང་བའི་མི་ངན་གསལ་བོ་དྲན་གྱི་མི་འདུག་ཡིན་ནས་ད་པར་ལ་ཁོ་རང་འདི་བ་བཅར་འདྲི་རླུང་འཕྲིན་འདི་བ་ལས་བཀའ་མོལ་མང་པོ་གནང་གི་འདུག་བ་དེ་འདྲའི་མང་པོ་ཞིག་ནང་ལ་ཕལ་ཆེར་དེ་ཚོ་གསུངས་པ་ཡོད་དེ། བསྐྱར་གསོ་དེ་ཐུབ་མེད་བ་ཅིག་ཁོ་རང་གི་དངུལ་རག་བ་དེ་ཁས་ལེན་གནང་གི་ཡོད་མ་རེད་ཡིན་ནས་ད་ལྟ་ཁོ་རང་རྒྱབ་སྐྱོར་གནང་མཁན་ཚོ་གི་དེ་འད་ལ་ཡ་ས་ཡ་དྲུག་དང་ཚགས་བརྒྱད་དེ་ཚུ་རག་ཡོད་རེད་ཅེས་དེ་ནང་གསུངས་འདུག་བ་ད་ལྟ་འད་ར་དེ་ནང་ལོ་ཆེ་སང་འུ་དེ་རེད་ད། དག་རང་ནས་ཁོ་རང་ཚོ་པར་རག་གི་བཀའ་མོལ་དེ་ཏག་ཏག་ཞིག་ཏག་ཏག་དེ་འགེལ་ཡོད་མ་རེད། ད་དེ་ནས། བཀའ་མོལ། གཞན་པ་ཅིག་རབ་བསྒྲགས་བཏང་ས་གཅིག་ཕི་ཀའི་ལོ་ཉི་ཤུ་གི་དཔལ་འབྱོར་གནས་བབ་ཀྱི་ད་ལྟ་སྙན་ཐོ་དེ་བོད་མི་སྒྲིག་འཛུགས་སྟོན་བྱ་རྒྱུ་དེ་ལ་གཅིག་བསྡུར་བ་ཡིན་ན་ག་རེད་ཟེར་ལབ་ན། ཁོ་ཚོས་ཀྱི་སྟབས་མ་རེད། མི་ལན་མང་པོ་ཞུ་ཅེས་སྲིད་ཟུར་ཁོ་ཚོའི་སྐབས་ལ་བཟོས་ཡོད་ཟེར་ལབ་དགོས་ར། འདི་ལབ་པ་ཡིན་ན། ཕ་ཆོས་ཀྱི་ལོ་ཉི་ཤུ་དཔལ་འབྱོར་གནས་བབ་དེ་ལ་གཅིག་བསྡུར་ག་འགྲོ་དུས་ཙམ་པ་ལ། སྤྱི་ཡོངས་ནས་ལོ་རྟག་པར་རེ་ཞིག་ཡ། བོད་མི་སྒྲིག་འཛུགས་ཀྱི་མ་དངུལ་དེ་ཡར་འཕར་འཕར།

དེ་འདྲ་མང་པོ་ཅིག་བཟོས་ནས་རང་བཞིན་གྱིས་དེ་བྲི་བ་ལེགས་རོ། ད་ངུས་ག་བ་ཆིངས་རེད་ལབ་པ་ཡིན་ན་ད་དེ་འགྲོ་སོང་བཏང་རེད་ཅེས་ལབ་བོ་ཆིག་རོ། ད་འགྲོ་སོང་བཏང་པ་ཡིན་ན་ག་བ་ལ་བཏང་རེད་ཟེར་ཏེ་རང་བཞིན་གྱིས་བྲི་བ་ལེགས་རོ། བྱས་ཙང་ད་དེ་སྐད་ཆ་མང་པོ་རེད། བྱས་ཙང་རྩ་བའི་ཆ་ནི་ད་ལྟ་ཁ་སང་དུ་བ་ད་སྤྱི་ཚོགས་དྲ་རྒྱའི་ནང་ལས་ཤུགས་དེ་ཚོ་འགྲོ་སྟེ་ཞྭ་དེའི་འུར་དེ་བོད་མི་སྒྲིག་འཛུགས་ཀྱི་ཤུགས་ཁུ་གར་ས་དེ་ན data graph ཅིག་ནང་ལོགས་ལ་ཡ་སོང་ག་བ་འགྲོ་མ་འགྲོ་དེ་གའི་ཆ་ཚང་བྲིས་ཤ་ཡིན་པ་ཡིན་ན་ངེད་ཀྱིས་ད་ལྟ་ཁེ་སང་ཀ་མེད་ཞུས་ཏེ་རེ་ངེད་ད་ལྟ་དོ་སྣང་བྱེད་ཟེར་ཆ་གཙོ་བོ་དེ་ད་འདས་ཀྱི་མ་དངུལ་གནས་བབ་ག་རེ་བཞག་དེ་ལ་ཡ་ག་འདྲའི་ཕར་བཞག་ཕར་མི་འདུག་ཟེར་ཏེ་ངས་དེ་ལ་དོ་སྣང་བྱེད་ཅིང་ངས་གཞན་པ་དེ Graph གཞན་པ་དེ་ཚོ་དོ་སྣང་བྱས་བྱུང་མ་སོང་འགྲོ་སོང་ག་བ་ག་བ་བཏང་བཞག་ལ་ཡ་དེ་བྱས་ཙང་ད་སྤྱི་ཡོངས་ནས་དེ་ཧང་སོང་ཅིག་ཕར་མེད་ན་རང་བཞིན་གྱི་ཚུར་དངུལ་ཞིག་བཟོས་ཡོད་ལ་ནས་དེ་ཆ་ཚང་ཕར་འགྲོ་སོང་བཏང་བཞག་ལ་མདོར་བསྡུས་ནས་བཤད་ན་ལགས་བོད་མི་སྒྲིག་འཛུགས་ཀྱི་མ་དངུལ་ལ་ཕན་བེད་ད་ཕི་ཀའི་ཕར་བཞག་དེ་གལ་བྱུང་ཡོད་མ་རེད་བ་དོན་དག་སྡོམ་དེ་འདས་རྒྱག་བ་རེད་དེ་སུས་དེ་ལྟར་འགྲོ་སོང་ག་བ་བཏང་རེད་ཟེར་ཏེ་རང་བཞིན་གྱི་དྲི་བ་གླེགས་རེད་བ་ད་ཨ་བུ་རྒྱ་རེད་དེ་མ་ཡིན་པ་ད་ང་ད་ལྔ་བཅུ་འགྲོ་སོང་བཏང་ཡིན་ནར་ག་བ་ཡིན་ནི་ད་ད་དུ་བ་ལ་ངའི་ལག་པ་ཐུག་མེད་འདི་ཚོ་ག་ལ་ཞུ་བའི་མང་པོ་ཡོད་དེ་དེ་ད་ལྟ་སྔ་དྲོ་རི་འགའ་དེ་བྲེལ་བ་ཆག་གི་མི་འདུག་བྱས་ཙང་གཅིག་ནས་དུ་བ་ལ་དེ་སྐྱོན་འཛུགས་ཞུ་མོ་བས་ཅི་གཙོ་བོ་བསམ་བློ་བཏང་བསྡད་ཡོད་བྱས་ཙང་འདི་ཞུ་མོ་བ་ཞིག་ངས་དོན་དག་རྡོག་རྡོག་ག་རེ་ཞུ་དགོས་ལ་ན་ས་ཡ་དེ་འདྲའི་མང་པོ་རག་ཡོད་ན། བོད་མི་སྒྲིག་འཛུགས་ཀྱི་མ་དངུལ་ག་ལ་འཕར་བྱེད་དེ་འཕར་འཕར་སྟངས་དེ་ག་ལ་ཞུར་ཅིག་འཕར་བ་སྟོན་དགོས་རེད་འདི་རྩིས་ཁྲ་ནང་སྟོན་གི་མི་འདུག་འོ་ད་ངས་དེ་ཐད་ཀར་འདི་ཞུས་པ་ཡིན་ན། དོག་དོག་དེ་ག་རེ་ལ་ན། སྲིད་ཟུར་གྱིས་ད་ལྟའི་ལས་ཐོག་སྲིད་སྐྱོང་ལ་རྩིས་སྤྲད་པའི་སྐབས་ལ་ལོ་མཐའ་མ་དེ་ལ་ཡོའ། ཉིས་སྟོང་ཉི་ཤུ་རྩ་གཅིག་གི་སྤྱི་ཟླ་གསུམ་པའི་གསུམ་གསོལ་བྱེད་ཀྱི་རྩིས་མགོ་སྒོ་བརྒྱབ་དུས་ཙམ་པ་ལ་མ་དངུལ་གནས་བབ་དེ་ག་རེ་ལ་ན་སྐབས་དེ་དུས། ཁོ་རང་ཚོ་གར་ས། ནི་ས་ཡ་སུམ་སྟོང་བདུན་བརྒྱ་དང་ཚ་བཅུ་དྲུག་ཅིག་རེད་ར་བ། ཨ་ནི་འདི་ཁོ་རང་རང་གིས་ལོ་མཐའ་མ་གི་ལས་ཀ་བྱེད་བཞག་རྒྱུ་དེ་ལ་དེའི་གི་ལོ་སྔ་མ་འདའ་བསྡུར་ཡོང་དུས་ཙམ་པ་རེད་སྲིད་ཟུར་གྱིས་ལོ་མཐའ་མ་དེ་ལ་བོད་མི་སྒྲིག་འཛུགས་མ་དངུལ་ག་ཚོད་འཕར་ཞེས་ཟེར་ན་ས་ཡ་ལྔ་བརྒྱ་བདུན་ཅུ་དོན་དགུ་དང་ཚགས་དྲུག་ཅུ་རེ་དགུ་འཕར་ཡོད་རེད་ཁོ་རང་གིས last year དེ་ལ་ཡང increment དེ་འཕར་ཡས་དེ་ས་ཡ་ལྔ་བརྒྱ་བདུན་ཅུ་དོན་དགུ་དང་ཚགས་ཡས་དྲུག་ཅུ་རེ་དགུ་འཕར་ཡོད་རེད་དེ་ནས་སྲིད་སྐྱོང་ད་ལྟ་ལས་ཐོག་སྲིད་སྐྱོང་ཕེབས་ནས་སྐུ་ངོ་སྤེན་པ་སི་ལ་ཕེབས་བ་དང་ལོ་དང་པོ་ཁོ་རང་ལ་ཡང་ས་ཡ་བརྒྱད་བརྒྱ་ཉི་ཤུ་རྩ་གསུམ་ཡང་འཕར་ཡོད་རེད་རེད་བ། འདི་ལྟ་ཡོང་དུས་སེམས་པ་ཨང་ཀི་དེ་བཞི་བོ་འཕར་ཡོད་རེད་གར་ས་ཡ། གལ་གྱི་ཉིས་བསགས་སུམ་ཡར་འཕར་དུ་ཨ། ག་ལ་ན་འདི། མ་དངུལ་གནས་བབ་འདི། ས་ཡ་བཞི་སྟོང། ལྔ་བརྒྱ་ཉིས་བསགས་སུམ་དང་ཚ་སུམ་སོ་དྲུག་སླེབས་དུ་ཨ་འདི། དེ་སྔ་གི་སུམ་སྟོང་བདུན་བརྒྱ་དང་ཚ་བཅུ་དྲུག་འདི་པར་ཨ་ཧེ་བ་དོ་རུ་འདི། ས་ཡ་གྱ་གྱ་ཉིས་བསགས་སུམ་ཡར་འཕར་ཚར་རེད། བྱས་ཙང་ད་ད་ལྟ་དེ། ས་ཡ་ས་ཡ་མང་པོ་སྐད་ཆ་བཤད་དེ་ཨ་འདི་སྤྱི་ཚོགས་ནང་གླེང་སློང་ཡོང་ཨ་འདི་གར་ཅིག་ནས་ཡོང་གི་ཡོད་རེད་ཟེར་ལབ་པ་ཡིན་ན་རེད་བ། དེ་སྔ་སྲིད་ཟུར་སྐབས་ལ་ཡ་ད་དུ་བ་ལ་ཕྱི་རྒྱལ་མང་པོ་ཕེ་ཨན་ག་ལ་འདྲི་ནར་འདི་འདྲི་མང་པོ་ཕེ་དུས་ག་དུས་ནས་ས་ཡ་འདི་རག་སོང་ས་ཡ་འདི་རག་སོང་ས་ཡ་ས་ཡ་ཧོ་རོ་སོང་ནས་ག་ལ་ག་ལ་འདྲི་ནར་སྐབས་ལ་དེ་ཚོས་དུས་བསམ་པ་སྤྱི་ཚོགས་ནང་ལོག་ལ་མིག་གི་སྣང་བ་ལ་ཡ་ད་དེ་སྲིད་ཟུར་སྐབས་ལ་དངོས་ཞིག་བཟོས་བཞག་ཟེར་ཡ་ཅིག་གི་འདི་འདྲའི་སྣང་བ་ཅིག་བཟོས་བཞག་ཡོད་རེད་འདི་བཟོས་པ་ལ་བརྟེན་ནས་ད་ལྟའི་ལས་གཏོ་སྲིད་སྐྱོང་ད་བར་ལམ་དུ་བ་ཕྱོགས་བསྐྱོད་སྐོར་བསྐྱོད་གནང་བའི་སྐབས་ལ་རང་བཞིན་མི་མང་གི་དྲི་བ་ལེགས་ཡོད་ར་འདི་ག་ལ་དཀྲོག་གཏམ་མང་པོ་རྒྱག་དུས་བསམ་པ་ལ་ད་ལྟའི་སྲིད་སྐྱོང་དངུལ་མེད་བ་བཟོས་རེད་ཡང་མིན་ན་དངུལ་རྫོགས་རེད་ཟེར་མཁན་དེ་འདྲ་ལབ་དུས་སྲིད་སྐྱོང་ཕྱོགས་སྐྱོད་རྣམས་ཀྱིས་བསམ་པ་དྲི་བ་ལེགས་ཡོད་ར་དྲི་བ་ལེགས་དུས་བསམ་པ་བཀའ་ལན་མ་སྐྱོན་རང་སྐྱོན་ཁས་བྱས་ནས་བཀའ་མོལ་གསུང་ཡོང་གོ་ཐུ་བ་བྱས་ཙང་ད་དཔེ་ན་ཆ་ཞིག་ན་འདས་པའི་ནང་ལོ་ལ་སློབ་དཔོན་ཟམ་གདོང་རིན་པོ་ཆེས་བཀའ་བློན་ཁྲི་པ་གནང་པའི་སྐབས་ལ་ཡང་དངུལ་བཟོས་གི་ཡོད་ར་ད་ལྟ་ལོ་ཉི་ཤུ་རྩིས་ཁྲ་གི་གནས་བབ་ལྟ་དེ་འདུག་བྱས་བཀའ་བློན་རིམ་བྱོན་གང་ལ་ཡང་ཕར་བསྡད་དོ་ཨ་རིན་པོ་ཆེའི་སྐབས་ལ་ཡང་ག་རེ་ཟེར་ལབ་པ་ཡིན་ན་དེ་འདྲས་དངུལ་བཟོས་པ་དེ་རྩ་བ་ཉིད་ནས་སྲུང་རོགས་བྱེད་དགོས་དངུལ་ཡོང་ཁུངས་སྲུང་ཡས་ད་ག་བ་ག་བ་དངུལ་ཡ་བཟོས་ཡོད་ཕར་ཡོད་ལ་བས་དེ་ཡས་སྲུང་རོགས་བྱེད་ཀྱི་ཡོག་མ་རེད་བ་ད་ད་འདའི་ལས་དོ་སྲིད་སྐྱོང་ཆགས་ཤ་ན་ད་ག་དྲི་བ་བཏང་ན་མ་སྲུང་རང་སྲུང་རེད་མི་ཤེས་འདི་འདྲས་སྲུང་གི་ཡོག་མ་རེད་གཞན་པ་ད་འདའ་ལོ་དང་པོ་ཁོ་ར་ལ་ཡ་ས་ཡ་བརྒྱད་བརྒྱད་ཉིས་རྩག་གསུམ་ཕར་འདུ་བ་དེ་མ་དངུལ་གནས་སྟངས་དེ་དེ་རྩ་བ་ཉིད་རྒྱ་རྒྱ་གྲགས་བོད་གྲགས་རྩ་བ་ཉིད་ནས་ཁྱབ་བསྒྲགས་གནང་གི་ཡོག་མ་རེད་གནང་མི་དགོས་རྒྱུ་མཚན་དེ་ཡང་ད་ང་ཚོས་ད་ལྟ་ད་ཁ་བཏད་དུ་མ་སོང་ན་དེ་རྒྱ་ནག་དམར་པོའི་སྲིད་གཞུང་འདི་ཨ་ནི་རྦད་དོ་སྟོབས་ཤུགས་ཆེན་པོ་ཞེའུ་ཅིག་ཡིན་པས་མ་ཚད་ཨ་ནི་ཐབས་ཇུས་གནག་པོ་ཞེའུ་ཅིག་ཡིན་དུས་བསམ་པ་ལ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཟེར་དེ་དངོས་ཤུགས་བརྒྱུད་གསུམ་ནས་འདི་ལ་ཡ་ད་དོ་ཕོག་གང་འདྲས་བཏང་འོས་མེད་ཁོང་ཚོས་འབད་བརྩོན་བྱེད་ཀྱི་ཡོད་དུས་བསམ་པ་ལ་ང་ཚོས་དངུལ་རྦད་ཁོ་ར་གཅིག་གཅིག་གཉིས་གཉིས་ག་བ་ནས་ཡོང་གི་ཡོད་མེད་ཁུངས་དང་ལུང་དང་དེ་འདྲས་ཞེའུ་ཅིག་ལབ་ཀྱི་བསྡད་པ་ཡིན་ན། ཁོ་ཚོ་སྲིད་ཇུས་ནག་པོ་ཡོད་དུས་དངོས་ཤུགས་བརྒྱུད་གསུམ་ནས་ཡང་ཨ་ནི་དེ་བོད་མི་སྒྲིག་འཛུགས་ལ་ཡང་དངུལ་རང་ས་དུ་བ་ལ་ཡང་དོ་ཕོག་བཏང་ཡ་ཉེན་ཁ་ཞིག་ཡོད་ཙང་ཀ་མེད་དུས་ཚོད་སྲུང་གི་ཡོག་མ་རེད། འདུག་ས་རེད་བྱས་ཙང་ད་མདོར་བསྡུས་ནས་ཞུས་པ་ཡིན་ན། ཁོ་རང་ཚོས་ད་ལྟ་དེ་ཤུ་གུ་རྐང་གཅིག་བཏོན་བཞག་གྱོ་དེ་གི་ད་ས་ཡ་བཞིའུ་ཅིག་རག་གི་ཡོད་ས་ལ་གི་ཡོད་རེད་རག་དུས་ཙམ་རག་གི་ཡོད་ན་ཕ་གས་ལ་ཡ་ད། རྩིས་སྤྲད་པའི་སྐབས་ལ་ཡ་ད། ལྟ་ཡོང་དུས་བསམ་པ་ལ་བོད་མི་སྒྲིག་འཛུགས་ཀྱི་མ་དངུལ་གནས་བབ་དེ་ཧང་སོང་འཕར་བ་ཅིག་སྟོན་གྱི་ཡོག་མ་རེད་དེ་སུས་དེ་ལྟར་འགྲོ་སོང་བཏང་བ་ཅིག་ཆགས་བཞག་གོ་འདུག་ཨ་ནི་གཉིས་ནས་ད་ལྟའི་ཁོང་ཚོའི་ཀ་མའི་གསུང་ཡས་དེ་ལ་ད་རྒྱལ་ཐོ་ལགས་ཀྱི་གསུང་ཡས་བྱས་པ་ནི་ད་ལྟ་སི་སུར་ད་ལྟའི་ལས་ཐོ་སྲིད་སྐྱོང་གླས་ནི་ས་ཡའི་གར་ས་དེ་དྲུག་དང་ཚ་གྱེས་དེ་ཡང་རག་ཡོག་མ་རེད་སུས་དེ་བསམ་པ་ལྟ་ད་ལྟའི་སྲིད་སྐྱོང་གི་རྫུ་འཕྲུལ་དྲག་སྟོན་གྱི་ཡོད་ན་མ་གཏོགས་ལོ་དང་པོ་ཁོ་རང་ལ་ས་ཡ་བརྒྱ་ག་གོ་མོ་ས་ཡ་བརྒྱད་བརྒྱད་གཉིས་བསགས་གསུམ་ཡ་འཕར་དེ་ཡོག་རེད། རེད། བྱས་ཙང་སྲིད་སྐྱོང་དེ་འདྲས་ང་ཚོ་དེ་འདྲས་བཟོས་ཡོད་དེ་འདྲས་རྩ་བ་གཉིས་ནས་གསུང་གི་ཡོད་མ་རེད། བྱས་ཙང་ད་ཕྱོགས་གང་གི་ཐོག་ནས་བལྟས་པ་ཡིན་ན་ཕ་གིའི་ཁོང་ཚོ་ཤུགས་གཅིག་དེ་བལྟས་པ་ཡིན་ན་དངོས་ཡོད་གནས་ཚུལ་ཐོག་ལ། ཡང་མིན་ན་སྤྱི་ཡོངས་ཀྱི་མ་དངུལ་གནས་བབ་སྲིད་ཟུར་ག་ལ་ཞིའུ་གཅིག་ཡར་འཕར་བ་ཞིག་སྟོན་དགོས་དགོས་རེད། འདི་ནི་ལོ་མཐའ་མ་དེ་སྲིད་ཟུར་གྱི་འཕར་བ་དེ་དང་སྲིད་སྐྱོང་གི་ལོ་དང་པོ་འཕར་བ་བྱས་ན་ད་ལྟའི་ལས་དོ་སྲིད་སྐྱོང་གི་ལོ་དང་པོ་དེ་ལ་ས་ཡ་བརྒྱད་བརྒྱད་གཉིས་ས་གསུམ་འཕར་ཡོད་འདུག་བསམ་པ་ལ་འདི་མ་ང་འཕར་དེ་བཞག། རོ། འདུག་བྱེད་ཀྱི་རྟ་ད་ལྟ་བལྟ་བ་ཡིན་ན་རྟ་ད་ལྟའི་ད་ལྟ་འགྲོ་ལོར་མང་པོ་རག་སོང་ལ་ཡ་དེ་ཕྱིར་ཇི་ཕི་ཏྲའི་ནང་ལ་རྣམ་པ་ཚོ་ཨེ་ཨའི་དུ་བ་ལ་འཚོལ་སྒྲུབ་བྱས་པ་ཡིན་ནས་ད་གར་སི་གོ་རེད་འདི་གནས་ཚུལ་ལྟ་ཡིན་དུ་བརྩམས་པ་དེ་སྔ་སི་གསུར་སྐབས་ལ་ཡ་འདི་འདྲས་མང་པོ་ཞུ་ཅུ་གསུངས་ག་བ་ག་ས་གཞུང་འབྲེལ་གདེང་ཆ་རེ་ག་ལ་འགྲིག་ནར་ག་བ་ག་ས་ལ་གསུངས་ནས་ཕྱིར་ཇི་ཕི་ཏྲའི་ད་དུ་བ་ལ་ཚད་ག་འགྲིག་དུ་བརྩམས་པ་ལ་སི་གསུར་སྐབས་ལ་ཡ་དངུལ་བཟོས་རྒྱུ་འདི་ཚོ་ཕ་གི་ན་དོན་ཡོང་གོ་རེད་འདི་ངས་ལོ་པན་ཟམ་གདོང་རིན་པོ་ཆེ་སྐབས་ལ་བོད་མི་སྒྲིག་འཛུགས་དངུལ་ཁྱེད་རང་ཚོ། གཅིག། AI ལ་སྐད་ཆ་བཤད་ད་ལན་ཁྱོད་ནི་རག་གི་རག་གི་ཡོད་མ་རེད་ག་ལ་འདི་ལ་གནས་ཚུལ་ཡོད་མ་རེད་ག་ལ་ནི་རྐང་ཚུགས་ནི་གསུང་གི་ཡོད་མ་རེད་དེ་ཚོ་བྱས་ཙང་ཧེ་བག་དེ་འདི་འདྲས་ལ་ལྟ་ནས་བྱུང་རེད་ཟེར་བྱས་འདུག་ཞུ་གི་བྱས་ཙང་ད་དོན་དག་རྡོག་རྡོག་དེ་ད་ལྟ་ཁོང་ཚོའི་དེ་འབད་བརྩོན་གཅིག་རེད་ད་ལྟ་ང་ཚོ་འོས་བསྡུ་ཆེན་མོ་འདུག་འགྲོ་ཡོད་འདུག་བསམ་པ་ལ་ཨ་ནི་ཨ་མི་རི་ཀ་ནས་རོགས་དངུལ་ག་འདྲས་ཡོང་གི་འདུག་ལ་ནི་ཁོང་ཚོ་དེ་ཤུགས་ཀུ་ལྷེབ་ལྷེབ་ཅིག་བཏང་བྱས་འདུག་བསམ་པ་ལ་དེ་ཨ་རི་གཅིག་པོ་གི་སྐད་ཆ་ཞིག་ཡོད་རེད་བོད་མི་སྒྲིག་འཛུགས་ཀྱི་དངུལ་ཡོང་ས་དེ་ཨ་མི་རི་ཀ་གཅིག་པོ་མ་རེད་དངུལ་ཡོང་ཁུངས་གཞན་པ་ཡོད་རེད་དེ་ཚོ་ད་ལྟ་བོད་མི་སྒྲིག་འཛུགས་ནང་གསུང་གི་ཡོད་མ་རེད་ང་ཡིན་ནའི་ཏོག་ཅིག་གནས་ཚུལ་ཤེས་ཀྱི་ཡོད་དེ་འདི་ག་ལ་ཡི་ལག་པ་འཆང་ཡའི་འདོད་པ་མེད་བྱས་ཙང་བྱས་ཙང་དེའི་ལྟ་ཡོད་འདུག་བསམ་པ་ལ་གནས་ཚུལ་འགལ་ཟླ་ལྟ་དང་ཁོང་ཚོའི་ལྟ་ཡོད་འདུག་བསམ་པ་དངུལ་རྩ་བ་གཉིས་ར་རག་ཡོད་མ་རེད་མ་ད་ལྟའི་སྲིད་སྐྱོང་ག་ལ་ཡ་དངུལ་ད་འདོད་མ་ཉམས་ཆག་ཕྱིན་ཡོད་རེད་ལ་འདུག་བསམ་པ་འབྲེལ་སྒྲ་ལྟ་ཡོད་འདུག་བསམ་པ་དངུལ་ཡ་ཕར་དེད་ཡོད་རེད་ཨ་ནི་ཨ་རིའི་རོགས་དངུལ་ནས་མ་ར་བ་ཡིན་ནའི་དེར་ནི་སའི་མི་ལན་བརྒྱད་བརྒྱ་གཉིས་སག་གསུམ་ཡ་ཕར་དེད་ཡོད་རེད་ད་འདི་ཚོ་ག་འདྲས་སུ་ཡོང་གི་ཡོད་རེད་ད་འདི་ལས་ལྡོག་སྲིད་སྐྱོང་གི་དངུལ་རྫུ་འཕྲུལ་འདྲ་བཏོན་ཡོང་གི་ཡོད་མ་རེད་བྱས་ཙང་ད། རྡོག་རྡོག་དེ་གར་ལ་ནི་འདི་ཚང་མ Distraction རེད་ད་རྣམ་པ་ཚོ་འདི་རྩ་བ་ཉིད་ནས་མགོ་འཐོམ་ཡས་མ་རེད་ད་ལྟ་ཁོང་ཚོས་ཤུ་གུ་ལྷེབ་ལྷེབ་ཅིག་བཏང་རྗེས་ཨ་ནི Election ལ་དེ It's not only about ད་ལྟ US ནས Funding སྐད་ཆ་གཅིག་པོ་བཤད་ཡོད་མ་རེད་བ། ད་ལྟ་ཁོང་ཚོས་གིས་ད་འདི་ཁོའི་དངུལ་ཟོས་འགྱོག་མི་ཞིག་བཏང་བ་དེ་ཅེས་སྐད་ཆ་བཤད་གི་ཡོད་མ་རེད་སྤྱི་ཡོངས་ཀྱི་མ་དངུལ་གནས་བབ་དེ་ཁོང་ཚོས་སྐད་ཆ་བཤད་གི་མི་འདུག་བ་དེས་ན་ལ་མ་དངུལ་གནས་བབ་དེ་ད་ལྟ་ཡར་འཕར་བསྡད་ཡོད་རེད་འོ་དུས་རེད་ཁྱེད་ཚང་འདི་གང་ལྟར distraction ཅིག་རེད election འདི་དངུལ་ཟོས་མ་ཟོས་གཅིག་པོ་སྐད་ཆ་གང་ལ་སྐད་ཤེས་དགོས་རེད་དེ་ཁོ་རང་གང་ཞི་བཞག་བས་ནས་ད་ལྟའི་སྲིད་སྐྱོང་ལས་ཐོག་འདི་ལ་ལྟ་བས་ན་དངུལ་གི་གང་ནས་སྲིད་སྐྱོང་འདི་ཕམ་གི་ཡོད་མ་རེད་ད་ལྟའི་སྲིད་སྐྱོང་དངུལ་ཡག་ཐག་ཆོད་ཟོས་ཤར་ཡག་ཕར་དེ་ཡོད་རེད་ད་འདི་འབད་བརྩོན་འདི་ག་རེད་ལ་ན་ང་ཚོ་འདི་མགོ་འཚོས་གོར་ད་ད་ལྟ་དངུལ་བོད་མི་སྒྲིག་འཛུགས་ལ་དངུལ་ཞི་བོ་ཅིག་ཟོས་མ་ཟོས་སྐད་ཆ་ཤེས་དུས་མཐའ་མ་དེ་ལ་ང་ཚོ་འོས་བསྡུ་ཆེའི་དངུལ་ཟོས་ན་ག་རེ་རེད་གཙོ་བོ་དེ་བོད་མི་སྒྲིག་འཛུགས་འདི་སྲ་བརྟན་རྒྱུན་གནས་ཡོང་ངེས་ཅིག་ད་ང་ཚོས་གི་ད་ལྟ་འདི་ཚོ་སྐད་ཆ་མང་པོ་བཤད་དེ། མདོར་བསྡུས་ནས་བཤད་པ་ན་བོད་དོན་བདེན་མཐའ་གསལ་ཡས་ག་ལ་སྡོམ་འདེགས་རྒྱག་བ་རེད། ད་ལྟ་ཁོང་ཚོས་འདི་ག་ལ་སྐད་ཆ་བཅས་བཤད་རོགས་བྱེད་ཁོ་མ་རེད། ཁྱེད་ཚ་བོད་དོན་བདེན་མཐའ་གསལ་ཡས་ག་ལ་ང་ཚོ་སྐད་ཆ་བཤད་བ་ན་ད་ཡོད་ན་མེད་ན་མེད་དུ་མི་རུང་བའི་ཆ་རྐྱེན་གཉིས་རེད་བོད་བོད་དོན་བདེན་མཐའ་གསལ་ཡས་ལ་འདི་ག་རེད་ལ་གོང་ས་སྐྱབས་མགོན་ཆེན་པོ་ཆོས་སྐུ་ཚེ་ཡུན་རིང་བརྟན་ཡས་དང་ཁོང་གི་དབུ་ཁྲིད་ལབ་འདོན་བ་ལ་ཡི་ཤར་བསྐྱོད་གནང་ཐུབ་པའི་དང་པོ་རེད་དེ་དེའི་རྗེས་ལ་ཡས་བོད་མི་སྒྲིག་འཛུགས་འདི་སྲ་བརྟན་རྒྱུན་གནས་གནས་ཡས་དེ་རེད་ད་འདི་ངེད་གཉིས་མེད་དུ་མི་རུང་བའི་ཆ་རྐྱེན་ཆགས་བསྡད་རོགས་འདི་ག་ལ་ཁོང་ཚོས་རྩ་བ་ཉིད་ནས་སྐད་ཆ་བཤད་རོགས་བྱེད་ཁོ་མ་རེད་ད་འདི་ག་ལ་ང་ཚོས་གང་དཔེར་བྱས་བ་ནི་འདི་གང་ལ་བྱེད་དགོས་རུང་ད་འདི་གང་ལ་སྲིད་ཟུར་དང་ད་ལྟ་སྐལ་རྡོར་ལགས་ག་ལ་སྐད་ཆ་བཤད་པ་ཡིན་ན་གོང་ས་སྐྱབས་མཁན་ཆེན་པོ་མཆོག་དབུ་ཁྲིད་ལབ་འདོད་བ་ལ་ཤར་སྐྱོད་ག་ཚོད་གནང་རེད་འདི་ག་ལ་རྣམ་པ་ཚོ་ཚང་མས་ད་འདི་འཛམ་བུ་གླིང་ཚང་མས་ཤེས་བསྡད་དེ་ག་རེ་ལ་ན་སྐབས་དེ་དུས་གོང་ས་མཆོག་ཐུགས་ཕམ་བཟོས་པའི་གནས་ཚུལ་མང་པོ་བྱུང་ཡོད་བ་གནས་ཚུང་ཀ་བཀའ་ལུང་ནང་ལོག་ལ་གནས་ཆུང་གི་ཨ་ནི་པད་སྐོར་ད་ད་འདས་ཀྱི་འཛིན་སྐྱོང་བཀའ་ཤག་གི་ལས་སྟངས་མང་པོ་ཅིག་གོང་ས་སྐྱབས་མཁན་ཆེན་པོ་མཆོག་ཐུགས་དགོངས་དང་མཐུན་གི་མི་འདུག་ཨ་ངོས་ཀྱི་སློབ་དཔོན་ཐུགས་ངག་དོན་དུ་དགོངས་པ་ཚུམ་ཤགས་བྱེད་ཆེད་དུ་ཆེ་ཐ་ན་ཨ་ནི་ཆ་ནས་གཏོར་བའི་གནས་ཚུལ་དེ་འདྲ་བྱུང་ཡོད་བ། དེས་མ་ཚད་སྐབས་དེ་དུས་སྲིད་ཟུར་གྱི་དུས་ཚོད་རེད་ད་ལྟ་སྐལ་རྡོ་ལགས་ཁོང་ཉིད་ཉིད་དུས་སྐབས་ལ་ཡ་དེ་སྔ་རྒྱ་བ་རོམ་ཞིག་གིས་ཨ་ནི་དགུང་ལོ་བརྒྱ་དང་བཅོ་གསུམ་བཞུགས་ཀྱི་ཡིན་བཀའ་མོལ་མང་པོ་གསུང་གི་ཡོད་རེད་དེ་ཁོང་གིས་ཨ་ནི། ལོ་དུས་དེ་མ་ཙང་སི་ཀི་སྐབས་དུ་བ་ནས་ཨ་ནི་སྐུ་མདུན་ཁོང་གིས་ད་བེད་ཁོ་ར། འདི་ལོ་བརྒྱ་དང་བཅོ་གསུམ་བཞུགས་ཀྱི་ཡིན་ཟེར་ཏེ་ཐེངས་མ་མང་པོ་མ་གསུང་ནས་ཁོ་ར་རྒྱུད་རིང་པོ་བཞག་སོང་བ། བྱས་ཙང་དངོས་ཡོད་གནས་ཚུལ་འདི་རེད། ད་དེ་ནས་དོན་དག་གཞན་པ་མེད་དུ་མི་རུང་བའི་ཆ་རྐྱེན་གཞན་པ་དེ་བོད་མི་སྒྲིག་འཛུགས་སྲ་བརྟན་རྒྱུན་གནས་དེའི་སྐབས་ལ་བསྡུར་བ་ཡིན་ན། ཨ་ནི། ད་ལྟའི་ལས་དོ་དེ་སྔས་ཀྱི་སྲིད་ཟུར་དང་ཁོ་རང་གཉིས་སྐབས་ལ་གར་བྱུང་རེད། རེད་བ། ཐ་མ་དེ་ལ་ཡ་སོ་སོའི་ལས་དུས་གཙང་འགྲོ་དུས་ཟབ་པ་བོད་མི་སྒྲིག་འཛུགས་ཀྱི་མང་གཙོའི་ཀ་བ་གསུམ་དེ་ཧྲ་ཐག་ཐག་དེ་རྩིས་སྤྲད་ཐུགས་སོང་བས། བྱས་ཙང་འདི་ངེད་གཉིས་ཆ་རྐྱེན་མེད་དུ་མི་རུང་བ་རེད་ད། བྱས་ཙང་ད་ག་ནས་བལྟས་པ་ཡིན་ན་དཔལ་འབྱོར་གནས་སྟངས་གང་ལ་བལྟས་པ་ཡིན་ན་ད་ལྟའི་ལས་གཏོད་སྲིད་སྐྱོང་འདིས་དཔལ་འབྱོར་གནས་སྟངས་གང་ནས་རུ་བ་ཨ་ནི་ཕམ་ཁ་བཏང་ཐུབ་ཡོད་མ་རེད་ཡར་རྒྱས་ཡག་ཐག་ཆོད་འགྲོ་བྱེད་དངུལ་བཟོས་བསྡད་ཡོད་རེད་ཨ་ནི་ད་འདོད་ད་འདི་ལས་གལ་ཆེ་དེ་བོད་མི་རིགས་ཚོ་ད་བོད་སྤྱི་བའི་རྩ་དོན་སྒྲུབ་ཡག་གི་ཡོད་ན་མེད་ན་ཆ་རྐྱེན་གཉིས་དེ། གོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་ཁྲིད་ལམ་སྟོན་ཤར་བསྐྱོད་བྱས་དེ་ད་བོད་མི་སྒྲིག་འཛུགས་སྲ་བརྟན་རྒྱུན་རིང་ཡོང་ཡ་དེ་གཉིས་གང་ལ་ད་བསྡུར་བ་ཡིན་ན་གནམ་ས་ཧེ་བག་ཤོར་ཚར་རེད་ད་ལྟའི་སྲིད་སྐྱོང་ལས་གཏོད་དེ་གི་བལྟས་བྱས་རྗེས་ཞེ་རགས་ཚད་མཐོར་བཏང་སྟེ་རེད། བྱས་ཙང། འདིས་མ་བྱས་ད་བོད་དོན་འདི་འདྲ་ག་སྐད་ཅིག་བཤད་པ་ཡིན་ན་རྒྱལ་སྤྱིའི་སྡིངས་ཆ་ག་ལ་བདེ་བའི་ལོ་བཞི་དང་ཕྱེད་ཀ་ལ་ད་པད་ཁོར་གྲུབ་འབྲས་གཟེངས་སུ་ཐོན་པ་སྟོན་བྱས་འཛམ་བུ་གླིང་གི་སྡིངས་ཆའི་ག་ལ་ད་ལྟ་བར་དུ་ཡ། ད། དེ་སྔ་མ་བྱུང་བས་ཀྱི་ད་བོད་དེ་ལུག་རྒྱུད་ཀྱི་ཕྱོགས་ནས་རྒྱ་ནག་གི་ཆ་ཤས་མ་རེད་ཟེར་ཡ་དེ་དུ་ད་པད་ཞི་བོ་ཅིག་ཕྱི་གསལ་ནང་གསལ་བཟོས་བྱས་ཐ་མ་དེ་ལ་ཡ། ཨ་ནི་ཨ་མི་རི་ཀ་གྲོས་ཚོགས་ནང་ལོགས་ལ་ཡ། ཨ་ནི། བྷར་ས Resolve Tibet Act ཟེར་ཡ་དེ་བོད་དོན་ཁྲིམས་གཞི་སྐོར་ལ་གཏན་འབེབས་བྱེད་ཐུབ་པ་བྱུང་སོ། བྱས་ཙང་འདི་ཟེར་དུས་བསམ་པ་ལ། དངུལ་གྱི་སྒང་ནས་ད་ལྟའི་ལས་དོ་སྲིད་སྐྱོང་ཕམ་ཁ་བཏང་ཐུབ་ཡོད་མ་རེད་ད། ཆབ་སྲིད་དང། བོད་སྤྱི་བའི་རྩ་དོན་སྒྲུབ་ཡས་ཀྱི་ཆབ་སྲིད་ཐོག་ལ་ཡིན་ནི་རེད་རྒྱ་གར་རུམ་བྱེད་སྐར་གོང་སྒྲུབ་ཡས་ཡིན་ནི་རེད་བོད་མི་སྒྲིག་འཛུགས་སྲ་བརྟན་རྒྱུན་གནས་ཡོང་ཡས་དེ་ཚོ་གང་ད་ག་བ་ག་བ་ཞེ་རག་གི་ཧད་པ་ཤོར་ཚར་རེད་ཟེར་བ་བྱས་ཙང་ད། འདི་ཡིན་དུས་ཙམ་པ་ལ་མི་མང་ད་ལྟ་འདི་ཤུ་གུ་ལྷེབ་ལྷེབ་མཐོང་འདི་ངས་འདི་ཚོ་ཞི་བོ་ཅིག་འདི་འདྲའི་ལ་ཧང་སང་ཡས་དང་འགྲོ་ཡས་ཀྱི་གནས་སྟངས་ཅིག་རྩ་བ་ཉིད་ནས་མ་རེད་ངས་ད་རེས་གོ་སྐབས་འདི་བརྒྱུད་ནས་ག་རེ་ཞུ་ཡས་ཡིན་ལབ་པས་ན་མི་མང་རྣམ་པ་ཚོ་ཡིན་པ་ཡིན་ནས་ནམ་རྒྱུན་ད་དུས་ཚོད་མང་པོ་ཅིག་བཏང་གི་ཡོད་རེད་དུས་ཚོད་མང་པོ་ཅིག་ད་ལྟ་སྤྱི་ཚོགས་དྲ་རྒྱ་གི་འདི་འདྲའི་འདྲ་བོ་འདི་འདྲའི་ཤོག་ལེ་འདི་འདྲ་ལས་ད་འདི་འདྲའི་སྐད་ཆ་ཉན་བསྡད་ན་རྣམ་པ་ཚོ་གར་ལ་གོ་རེད། འདི་འདྲའི་སྟངས་ནས་ཞེ་ར་ཞེ་ར་ཕན་ཐོགས་ཡོང་གི་མ་རེད་དངོས་ཡོད་གནས་ཚུལ་ལ་སོ་སོའི་དུས་ཚོད་འདི་ཨ་ནི། བོད་མིའི་སྒྲིག་འཛུགས་ཀྱི་ཡི་གེ་གྲོས་ཚོགས་འདི་ལྟ་བ་ཡིན་ན་གནས་ཚུལ་དངོས་གནས་ག་རེ་རེད་གྲོས་ཚོགས་ཀྱི་ལས་རིམ་འདི་ཚོ་གཟིགས་ད་ག་ནས་ཤེས་ཨ་ནི་རླུང་འཕྲིན་ཁང་འདི་ཚོ་གི་གནས་ཚུལ་ཁུངས་ལུང་ཡོད་པ་འདི་ཚོ་ལ་དུས་ཚོད་མང་སྟངས་ནས་གཟིགས་པ་ཡིན་ན་ད་འདྲའི་གནས་ཚུལ་འདི་འདྲའི་འདྲ་བོ་བཏང་བ་ཡིན་ན་ར་སོ་སོའི་མགོ་སྐོར་བ་ལ་རྩ་བ་ཉིད་ནས་ཚུད་གི་མ་རེད་དེས་དུས་ཚོད་དངོས་གནས་དེ་གནས་ཚུལ་ཁུངས་ལྡན་འདི་ཚོ་ལ་ཡང་མ་བཏང་བ་བྱས་གནས་ཚུལ་རྫུན་མ་སྤྱི་ཚོགས་དྲ་རྒྱ་ནང་གི་སྐར་མའི་དོན་ཚོ་ལ་མང་པོ་ལྟ་དེ་འདྲ་བ་སོ་སོ་བེད་ཁོ་རང་ང་ཚོ་ཡིན་ན Brain Wash ལགས་འདུག་དེའི་ནང་ལ་བདེན་པ་མ་ཡིན་པའི་གནས་ཚུལ་དེ་ཁོ་ཚོ་ད་ལྟ་འདི་གཅིག་པོ་མར་དང་མུ་མཐུད་ནས་ཨིན་དྲའི་གནས་ཚུལ་རྫུན་གཏམ་དེ་འདྲ་སྤེལ་གི་རེད་ག་རེ་ལ་ན་ད་ལྟ་ང་ཚོ་བོད་མི་བོད་པའི་བོད་པའི་སྤྱི་ཚོགས་ནང་ལ་ད་གནས་ཚུལ་ཅིག་གར་ཆགས་འདུག་ལགས་ན་རྒྱ་ནག་དམར་པོའི་སྲིད་གཞུང་གི་བྱས་ཡས་ཀྱི་སྲིད་བྱུས་དག་རང་ང་ཚོས་དེ་འདྲའི་རི་བོ་ཅིག་ལག་བསྟར་བྱེད་ཀྱི་ཡོད་རེད་འདི་ག་རེད་ལགས་ན་རྒྱ་ནག་དམར་པོའི་སྲིད་གཞུང་གི་ལབ་བསྡད་ཡས་དེ་རྫུན་གཅིག་ཐེངས་མ་བརྒྱ་བཤད་བཟོ་ན་ཨ་ནི་དེ་དངོས་གནས་ཆགས་འགྲོ་གི་རེད་ཟེར་ཡས་དེ་དག་རང་རེད་བྱས་ཙང་རྫུན་གཏམ་འགའ་རྫུན་གཏམ་རྫུན་ཁོ་ར་བཤད་བྱས་ན་ཨ་གང་མཚམས་ནས་ད་འདི་འདྲའི་ནང་ལ་དྲ་སྤྱི་ཚོགས་དྲ་རྒྱ་འདི་འདྲའི་ནང་ཉན་འདི་དུས་བསམ་པ་ད་གནས་ཚུལ་རྫུན་མ་རྐྱང་རྐྱང་གོ་འདི་དུས་སོ་སོ་བདེན་པའི་ཕྱོགས་འདི་ལ། གནས་ཚུལ་ཁུངས་ལུང་ཡོད་པ་དེ་ལ་ཞིབ་འཇུག་མ་བྱེད་ཆེད་སློབ་སྦྱོང་མ་བྱེད་ཆེད་མ་ཉན་པ་ཡིན་ན་ཕྱོགས་གཅིག་གཅིག་གོ་དུས་དུས་བསམ་པ་ལ་དང་པོ་གནས་ཚུལ་འདི་གོ་དུས་བསམ་པ་བསམ་བློའི་ནང་དོགས་པ་ལེགས་ར་ཨོ་ད་འདི་ག་འདྲའི་མེད་འགྲོ་ཟེར་ཨ་ནི་ཡང་ནས་ཡང་ཡིན་ཡང་ནས་ཡང་ཕྱོགས་གཅིག་གི་སྐད་ཆ་གོ་དུས་བསམ་གང་ལྟར་དེ་དོགས་པ་འདི་སོ་སོ་དངོས་དངོས་ཡོད་གནས་ཚུལ་ལ་བསྒྱུར་ཆེད་ཨ་ནི་གང་འཚམ་གཅིག་ནས་སོ་སོ་ཕྱི་བལྟས་རྒྱ་ཡ་མི་འགྱོ་ཆགས་ཀྱི་རེད་ཨ་ནི་དངོས་ཡོད་གནས་ཚུལ་ཤེས་ཡས་ཞོག་གཅིག་དེ་ལ་དངོས་ཡོད་གནས་ཚུལ་ཤེས་ཡས་དེ་ལ་ཡར་དོ་སྣང་མ་བྱེད་དུས་བསམ་པ་ལ་ཨ་ནི་ང་ཚོ brain wash ལ་ཡ་དེ་ཆགས་ཀྱི་ཡོད་ར་དེ་བྱེད་ནས་ཨ་ནི་འདི་འདྲའི་བྱེད་དུས་བསམ་པ་ལ་ཨ་ནི། ཕྱིས་ཁྲག་ཚ་རེར་དཀའ་ངལ་ཆེན་པོ་ཆགས་ཚར་རེད་བཤད་ཚར་དུས་ཚོད་ཡོད་པ་དེ་གས་དེ་ཨ་ཏེས་ཀྱི་སྒྲིག་འཛུགས་འི་གེ་གྲོས་ཚོགས་ཀྱི་ལས་རིམ་རེད་ཨ་ནི་བཀའ་ཤག་ནས་བཀའ་སློབ་དེ་ཚོ་ག་འདྲི་གནང་གི་འདུག་ད་ག་ནས་བཤད་ཨ་ནི་ང་ཚོ་རླུང་འཕྲིན་ཁུངས་ཁུངས་ལྡན་ཡོད་པའི་གནས་ཚུལ་དེ་ཚོ་རེད་ཨ་ནི་རྒྱལ་སྤྱིའི་གསར་འགྱུར་དེ་ཚོ་ལྟ་ཟེར་ན་ཨ་ནི་གནས་ཚུལ་ག་རེད་གནས་ཚུལ་དུ་ཐོས་པ་དང་དེ་དྲང་པོ་རེད་འདུག་རེད་མི་འདུག་བདེན་པ་རེད་འདུག་རེད་མི་འདུག་ལམ་སང་སོ་སོ་གི་ཚོད་དཔག་རྒྱབ་ཐུབ་རེད། དེ་འདྲས་མ་ཡིན་པར་སྤྱི་ཚོགས་དྲ་རྒྱ་རྐྱང་པ་ན་འཛུལ་བསྡད་ན་རོ། གཞན་པ་ལས་རིམ་དེ་ཚོ་ཁྱོན་ན་མ་ལྟ་བས་ན་ནི་མགོ་སྐོར་བ་ལ་ཚུད་ཡའི་ཉེན་ཁ་ཡོད་རེད། འོ་དེ་འདྲས་ཞུས་པའི་ཐོག་ན་ནི་གནས་ཚུལ་འདི་གཅིག་ཕན་དྲག་ཐུག་དུས་ན་རྣམ་པ་ཚོ་ཕར་བཀྲམ་རོགས་གནང་ཐུགས་ཆེ།